ལས་ང་ཚོ་བེད་ན་ལས་འབྲས་དགེ་ལེགས་ཚོགས་པའི་ཚོགས་གཙོ་མཆོག་གི་དབུས་པའི་ནས་ཚོགས་མི་ཚང་མ་ལ་ལ་འཚམས་འདྲི་དང། གུས་ཕྱག་སྔོན་དུ་འགྲོ་བའི་ཐོག་ནས་དུམ་འགོ་སྤྱི་ལོ་ཉིས་སྟོང་བཅུ་དགུ་ལས་ཕྱི་ཟླ་བཅུ་གཉིས་པའི་ཚེས་པ་སུམ་ཅུའི་ཉིན་མོ་དེ་རེད་སྟབས་འདི་ནས་འདས་པའི་ཉིན་གྲངས་བཞི་ལྔ་གཅིག་རིང་ཀ་ཆམ་པ་བཅས་རྒྱབ་དེ་ནས་གསོ་སྦྱོང་ནས་ལྡི་ལི་བྱས་ལྡི་ལི་ནས་སྨན་བཅོས་བརྟག་དཔྱད་དང་ཡང་ཡང་ཡོང་ཡང་བྱས་ལང་ཀ་ལ་སྐྱེལ་བྱས།

རྒྱལ་བ་དགེ་འདུན་རྒྱ་མཚོས་མཛད་པའི་པད་མ་མི་ཚེ་ཡེ་ཤེས་ཀྱི་རྣམ་པར་དག་པ་ལ་མདོ་ཙམ་དུ་བསྟོད་པར་གསལ། དེ་ནས་ནི་མཛད་པ་དེ་དང་འབྲེལ་བའི་བསྟོད་པ་ཚིགས་བཅད་ཅིག་དྲངས་ནས། འདིར་མ་རིག་འབའ་ཞིག་ལ་ངོ་སྤྲོད་ཞུ་གི་ཡིན། བདག་གཏོར་མ་རྒྱལ་མཆོག་དགེ་འདུན་རྒྱ་མཚོ་མཆོག་འདི་ཆིག་སྟོང་བཞི་བརྒྱ། བདུན་ཅུ་དོན་དྲུག་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་ལྔ་བརྒྱ་བཞི་བཞི་ཉིས་ལོ་ལ་དགོངས་པ་རྫོགས་པ་རེད་ཁོང་གིས་མཛད་པའི་ཨ་ནི་ཆུ་བོའི་རྣམ་ཐར་ལས་ཡང་བསྟོད་པ་དེ་ཡི་རྒྱལ་པོ་དགེ་འདུན་རྒྱ་མཚོ་གསུམ་པོ་པོས་བཀའ་བ་དེ་རེད་རྣམ་རྒྱལ་གྲྭ་ཚང་ནས་ཉིས་སྟོང་བཅུ་བཞི་ལོ་ན་བ་རི་ཞེས་པའི་དེབ་གཟུགས་ཤོག་གྲངས་བརྒྱ་དང་བཅུ་རྩ་གསུམ་ནས་བསྟོད་པ་དེ་ལས་ཡང་སླར་ཡང་མི་རྟོག་ཆོས་སྐུའི་མཁའ་དབྱིངས་ལས། ཁྱོད་ཀྱི་ཕྲིན་ལས་ཉི་ཟླའི་འགྲོས་ཆེན་པོས་རྟག་སོགས་རྨོངས་པའི་མོས་པ་ཀུན་བསལ་ཞེས་ཐུགས་རྟེན་འཛིན་མ་གོས་དཀར་བསྟན་གྱུར་ཅིག་ཅེས་བྱས། ཨོ་ད་དེ་བ་ཚེ་བ་ན་ཤི་རེ་ད་དེ་དང་མཐུན་པའི། ཨ་ནི། མཛད་པ་ལས་བསྟོད་པ་གཅིག་དེའི་དང་ད་བུ་སྟོང་ཕྱོགས་ལས་རྣམ་རྒྱལ་གྱིས་མཛད་པའི་པདྨ་མའི་མཛད་ཡེ་ཤེས་ལ་བསྟོད་པ་རིན་པོ་ཆེའི་ཕྲེང་བའི་ནང་རོལ་ལ་དེ་ལས་ཚད་བཞག། ད་ལྟ་སྡེ་པ་འདིའི་མཛད་པ་པོ་བུ་སྟོན་ཕྱོགས་ལས་རྣམ་རྒྱལ་མཆོག་ཨ་ཏི་གཅིག་སྟོང་སུམ་བརྒྱ་བདུན་ཅུ་དུས་མེ་ལོ་ལ་སྐུ་འཁྲུངས་ནས་གཅིག་སྟོང་བཞི་བརྒྱ་ལྔ་བཅུ་ཚན་པའི་ལོ་ལ་འཁོངས་པ་རྫོགས་པ་རེད། ཁོང་གིས་བསྩལ་པའི་ད་ལྟ་བྱོན་ཡོད་སྡེ་པ་དེའི་བུ་སྟོབས་ལྡན་གཅིག་གི་གསུང་འབུམ་པོད་ཨོམ་ཕྱི་མ་དེ། དྲི་མེད་པི་རིང་གི་ཤོག་གྲངས་དང་པོའི་མདུན་ཤོག་ཡིན་ཏེ། དང་པོ་ནས་སྡེ་པ་དེ་ལ་ཡ། ཨ་ནི་སྐུ་ཡི་སྤྲུལ་པ་དཔག་མེད་སྐྱེས་གྱུར་ནས་དགའ་བཞི་སངས་རྒྱས་རྣམས་ཀྱི་སྤྱན་སྔ་ནས། ལ་ལ་མི་ཕམ་སྒྲུང་ན་ཐེག་ཆེན་གསན། ངོ་མཚར་ཁྱོད་ལ་ཅི་འོས་ཕྱག་འཚལ་ལོ་ང་ནི་དགའ་ལྡན་གནས་སུ་འགྲོའོ་ཞེས། ཡང་དང་ཡང་དུ་གཞན་ལ་གསུངས་མཛད་ཅིང་རིགས་གཟུགས་མགོན་པོའི་མངོན་སུམ་རྗེས་སུ་བཟུང་དཔལ་མགོན་ཁྱོད་ལ་སྤྱི་བོས་ཕྱག་འཚལ་ལོ་བྱས། ཨོ་ད་ཤི་ད་བུའི་མཁས་པ་རྣམ་པ་གཉིས་ཀྱིས་མཛད་པ་དེ་ལས་སྟོད་ཕྱག་མཛད་པ་ནང་བཞིན་རེད་ད་མཛད་པ་རྣམ་དག་ཅི་ཡོང་བ་འདི། ཡུན་རྩི་ཡེ་ཤེས་རྒྱལ་མཚན་གྱིས་མཛད་པའི་ལམ་བླ་མ་བརྒྱུད་པའི་རྣམ་ཐར་ནང་ནས་གསལ་བ་དེའི་ངོ་སྤྲོད་ཞུ་བ་ཡིན་ད་ཡུན་རྩི་ཡེ་ཤེས་རྒྱལ་མཚན་མཆོག་འདི་གཅིག་ཏུ་བདུན་བརྒྱ་བཅུ་གསུམ་ལོ་ལ། སྐུ་གྲོངས་ནས་ཆིག་སྟོང་དང་ཉི་ཤུ་དགུ་གསུམ་ལོ་ལ་དགོངས་པ་ཐོབ་པ་རེད་ཁོང་གིས་བསྩལ་བའི་ལམ་བླ་མ་དགྱེས་པའི་རྣམ་དག་གིས་ཁུངས་འདི་ཉིད་ཐོག་བདུན་ལོ་ལ་ཐའེ་ཝན་ནས་བོད་དུ་ཞུས་པའི་དེབ་གཟུགས་ཀྱི་ཤོག་གྲངས་བརྒྱ་དང་བཞི་བཞི་བཞི་སོ་ནས་མ་གསལ་བ་དེ་ངོ་སྤྲོད་ཞུ་ཡ་བྱས། ད་ལམ་ནི་བླ་མ་དགྱེས་པའི་རྣམ་དག་ནང་ལོགས་ལ་གསལ་བའི་རྣམ་དག་དེ་ལས་ཨ་ནི་དེ་ལ་ཨ་ནི་ཇོ་བོ་རྗེས་བོད་གངས་ཅན་གྱི་ལྗོངས་ལ་བྱོན་ནས་ཨ་ནི་མངའ་རིས་ལ་ཡང་ལོ་གསུམ་རྙེད་ཐང་ལ་ཡང་ལོ་དགུ་དེ་ནས་དབུས་གཙང་གི་ས་ཆ་གཞན་དག་ལ་ཡང་ལོ་ལྔའི་བར་དུ་ཨ་ནི་བོད་གངས་ཅན་གྱི་ལྗོངས་ཀྱི་སྐལ་བ་དང་ལྡན་པ་དུང་མཚོ་ལ་ཡང་ཨ་ནི་མདོ་སྔགས་ཀྱི་གཞུང་དམ་ངག

སྐུ་ཚེ་དངོས་ཀྱི་ད་གདུལ་བྱ་དུ་རྫོགས་པའི་སྐབས་ལ་ཡང་ཨ་ནི་ཞིང་གཞན་ལ་ཡང་ད་དཔལ་ཡབ་ཀྱི་དགོངས་པ་བཞིན་བྱས་ཆིག་སྟོང་བརྒྱ་མེད་ལྔ་བཅུ་ང་བཞི་ལོ་ད་དེ་ལ་ཡང་ང་ཚོ་ཤིང་བུ་སྟེ་ལོས་ཨ་ནི་དབྱུག་པ་དེར་ཚེས་གསུམ་ནས་ཚེས་བཅོ་བརྒྱད་ཀྱི་བར་ལ་ཡང་ད་ཞག་མ་བཅུ་དྲུག་གི་རིང་འགའ་ལ་ཡང་ཨ་ནི་ཕྱོགས་གཅིག་པ་འདི་ཨ་ཏི་ཤ་རང་ཉིད་ཀྱི་ད་ཐུགས་དམ་ཐིག་ལེ་སྣ་གཅིག་འདི་ད་ད་བཀའ་གདམས་པའི། གཞུང་རྣམས་ལ་བཀའ་དམ་ཐིག་ལེ་བཅུ་དྲུག་གི་ཐ་རིམ་པ་དང་མཐུན་པ་ཨ་ནི་ཐུགས་དམ་བདུན་རིམ་བཞི་ཕྱག་བྱས་ནས་གནང་ཨ་ནི་ཆུ་བོ་གྱེན་དུ་ལྡོག་པ་ན་ཤིང་བརྟོལ་ཞེས་གསུངས་པ་ལ་ཤིང་བྱས་ག་ད་ལྟར་ཕྱིན་པའི་སྐབས་ལ་ཨ་ནི་གྱེན་ལྡོག་གདའ་ཞེས་ཞུས་པ་རེད། འོ་ན་དེ་ཡན་ཆད་ཀྱི་ཨ་ནི་དུས་འདའ་སྟེ་བསྟུན་གྱི་རེད་ཞེས་བྱས་ག་ད་ཉམས་སུ་བླང་ཡང་དེ་ཡིན་གསུངས་བྱས་ཨ་ནི་བརྒྱད་སྟོང་པདྨ་གསུང་འཕྲོ་ཕྱག་བྱས་ཨ་ནི་ཕྱག་ལས་ཡང་རྡོ་རྗེ་དང་དྲིལ་བུ་ལ་སོགས་པ་གང་དུ་གསང་སྔགས་ཀྱི་ཐ།

དགོངས་ཀླུ་ཐ་མ་ཁ་སོ་ད་ཛེ་བ་རིག་བྱེད་ཞུ་ས་དེ་རིགས་སྙིང་ཐག་ལ་ཡང་དགོངས་པ་ཉེ་ང་ལས་འདས་པའི་ཚུལ་བསྟན་པ་རེད་འོ་ན་འདི་བསྟན་བྱས་གང་ལྟར་འོད་གསལ་ཆུ་བོ་མངོན་དུ་མཛད་ནས་ཨ་ནི་གཟུགས་སྐུ་བཞེངས་བྱས། རྒྱལ་བ་མི་ཕམ་མགོན་པོའི་ཞིང་ཐང་ར་ག་འདི་ཆོས་ཀྱི་ཕོ་བྲང་ལས་ཕེབས་པ་རེད་བྱས། འོ་ད་ཡོངས་གྲགས་ཛེ་བ་ནང་ད་ནང་ལ་གསལ་བ་འདི་རེད་ད་ཛེ་བ་འདི་འདྲ་ཡི་བསྟན་པ་ཡིན་ཙང་དེ་ལ་བརྟེན་ནས་ཨ་ནི་སྟོད་པ་སུམ་ཅུ་པའི་ནང་ལོགས་ལས་འདི་གསུང་བས་རེད་ཁོ་བོ་འདི་ནས་དགའ་ལྡན་གནས་སུ་འགྲོ་ང་ལ་དལ་གྱིས་གུས་པར་བྱེད་པ་རྣམས་དགའ་ལྡན་གནས་སུ་སྐྱེ་བར་གྱུར་ཅིག་གསུངས་མ་འོངས་མངོན་སུམ་ཚུལ་ལ་གསོལ་བ་འདེབས་གསུངས་པ་ན་ཤེས།

བསྟན་ན་ཅིག་གདུལ་བྱའི་དོན། རྒྱུན་མི་འཆད་པར་མཛད་ནས་བཞུགས་གནང་བ་རེད་ཟེར་དེ་ལྟར་མཛད་པ་རྣམས་དང་འོ་སྤྱི་ཡོངས་ཀྱི་སྐུ་ཚེ་ཐ་མལ་མཛད་པ་དེ་རེད་ད་དེ་ན་ཅིག། དེ་འདྲ་ཡིན་པ་ཡིན་ཙང་བློའི་བླ་མ་བརྒྱུད་པའི་རྣམ་ཐར་ནང་ལ་ཨ་ནི་རྒྱལ་བ་དགྱེས་པའི་ལམ་ལ་ང་ཚོ་ད་འཇུག་པར་འདོད་པ་དོན་མཚོན་ཨ་ནི་མགོན་པོ་ཨ་ཏི་ཤཱ་ཡ་ནི་ཕྱོགས་གཅིག་པ་འདི་ཨ་ཏི་ཤའི་ཨ་ནི་སྐུ་ཡི་རྣམ་འགྱུར་སྐུ་ཡི་ཆ་ལུགས་ག་འདྲའི་ཡོད་པ་དེ་ཨ་ནི་སོ་སོའི་ཡིད་ལ་བྱས་བྱས་རྒྱུན་དུ་གསོལ་བ་འདེབས་ཡ་ཨ་ནི་ཕྱོགས་གཅིག་པ་འདི་ཨ་ཏི་ཤའི་གསུང། སྐྱེས་བུ་གསུམ་གྱི་ལམ་གྱི་རིམ་པ་ལས་ཨ་ནི་ཉེ་རེ་བཞིན་དུ་ཡང་དང་ཡང་དུ་ཤར་སྒོམ་བྱས་བྱས་བག་ཆགས། ཨ་ནི་ཅི་སྟེ་དེ་ཡང་ཨན་སྤེལ་བ་ཆེ་བོ་རེད་གསུངས་པ་ན་ཤི་རེ་ད་ཅི་འདྲས་ཤི་རེ་གང་ལྟར་ཅི་རེ་ཆོག་ཅིག་པ་འདི་ཨ་དེ་བཤད། རྒྱ་གར་འཕགས་པའི་ཡུལ་དང་བོད་གངས་ཅན་གྱི་ལྗོངས་གཉིས་ཀ་ཁྱད་པར་དུ་ད་ང་ཚོ་བོད་ཡུལ་ཐམས་ཅད་ལས་ད་ཁྲི་ལས་ཀྱིས་ཁྱབ་པར་མཛད་ཅིག་ཁོང་རང་དུས་མཇུག་དུས་གསུམ་ལ་ཕེབས་པར་ཤིང་རྟ་རེ་ལབ་ཡོང་དེ་ད་ཅིག་སྟོང་བརྒྱ་མེད་ལྔ་བཅུ་ང་བཞི་ལོའི་ཨ་ནི་དབྱུག་གུ་ཟླ་བའི་ཚེས་བཅོ་བརྒྱད་གསུངས་ཡོང་དེ་དབྱུག་གུ་ཟླ་བ་དེ་ཟླ་བ་དགུ་པའི་བོད་ཟླ་དགུ་པའི་ཚེས་བཅོ་བརྒྱད་ཉིན་མོ་དེ་སྙེ་ཐང་ལས་དགོངས་པ་ཇི་བཞིན་ཐེ་ཆུས་ནས་ཡང་ཐིམ་པའི་ཚུལ་བསྟན་པ་རེད་དེ། བསྟན་པ་ན་ཤེས་བྱའི་སྐུ་གདུང་དེ་ང་ཚོ་སྙེ་ཐང་ནག་མོ་ཆེ་ལ་ཡང་ཨ་ནི་བཞུགས་ལ་ཕུལ་ཡ་དེ་ན་ཤིང་གི་སྙེ་ཐང་འོག་ལ་ཡང་ད་ལྟ་སྐུ་གདུང་རིང་བསྲེལ་ལ་སོགས་པ་དེ་འདྲས་བཞུགས་སུ་གསོལ་བའི་གཙུག་ལག་ཁང་བཞེས་ཡ་དེ་ཡོད་ས་ལ་ཡང་ད་ལྟ་གོང་ལ་སྐུ་བ་ཆེ་ཕོ་ཡོད་ཆོག་ཅིག་པ་འདི་ཨ་དེ་བཞེས་ཡ་ཨ་ནི་སྐུ་གདུང་གི་མཆོད་རྟེན་དེ་ད་ལྟ་ང་ཚོ་སྙེ་ཐང་ལ་ཡོད་པ་དེའི་གོང་ལ་སྐུ་བ་ཆེ་ཕོ་ཡོད་དེ་འདྲས་ཀྱི་ད་མཛད་པ་དོན་གཙོ་ལ་བསྟུན་ནས་ཨ་ནི་རྒྱལ་བ་དགེ་འདུན་རྒྱ་མཚོས་མཛད་པའི་པདྨ་མཛད་ཞིག་གིས་ད་རྣམ་པ་དམ་པ་ཏོ་ཙམ་སྤྲོས་པ་ན་ལ་ལས་དེ་འདྲས་ཀྱིས་གསུངས་བྱ།

འགྲོ་བའི་དོན་ཕྱིར་སྐུ་གདུང་རིང་བསྲེལ་བཤགས། བྱམས་དྲན་ཁྱོད་ལ་སྤྱི་བོས་ཕྱག་བཙལ་ལོ། ཞེས་ཨོ་ད་སྟོད་པ། བཙལ་བ་ནང་བཞིན་བཅས་ཕྱོགས་གཅིག་པ་ནས་ཨ་ཏི་ཤའི་སྐུ་གདུང་དེའི་གོང་ལ་སྐུ་པར་ཕུལ་བ་དེའི་ནང་བཞིན་བཅས་དམ་པའི་ལྷ་སའི་ཉེ་འདབས་ལ་ཡོད་པའི་སྙི་ཐང་ལས་བཞུགས་ཀྱང་རེད་ད་སྙི་ཐང་ལ་བཞུགས་པའི་ན་ལོ་ནས་དུས་ཕྱིས་ང་ཚོ་རིག་གནས་གསར་བརྗེའི་སྐབས་ལ་ཡང་ཨ་ནེ་ཏུར་ཤིའི་ཉམས་ཆག་ཧ་ཅང་གི་ཤུགས་ཆེན་པོ་བྱུང་བ་རེད་དེ་བྱུང་བ་ཙམ་མ་ཟད་དེའི་སྐོར་ལས་ད་ལྟ་ཨ་ལགས་ཚེ་བརྟན་ཞབས་དྲུང་གིས་མཛད་པའི་པདྨ་མེ་བཙའི་ཡེ་ཤེས། རྗེས་སུ་དྲན་བའི་གདུང་དབྱངས་དད་པའི་འོ་ཚོད་འཕེལ་བའི་རྟགས་མཚན་རྣམས་དེ་འདྲི་གཅིག་གསུང་བྱ། ད་ཨ་ལགས་ཚེ་བརྟན་ཞབས་བྲོ་ཆིག་སྟོང་དགུ་བརྒྱ་བཅུ་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་དགུ་བརྒྱ་བརྒྱད་ལྔ་ལོ་ལ་དགོངས་པ་རྫོགས་པ་རེད་ཁོང་གིས་བསྩལ་བའི་ཨ་ནེ་ཆོས་འོད་དང་འདྲ་གདུང་དབྱངས་འདི་འཇིགས་མེད་རིག་པའི་བློ་གྲོས་ཀྱི་གསུང་འབུམ་པོད་བཞི་པ། མཚོ་སྔོན་མི་རིགས་དཔེ་སྐྲུན་ཁང་ནས་དགུ་བཅུ་གོ་གཉིས་ལོ་ལ་པར་རིས་ཞུས་པའི་དེབ་གཟུགས་ཀྱི་ཤོག་གྲངས་བརྒྱ་དང་ད་ནི་སུམ་ཅུ་སོ་ལྔའི་ནང་ལ་དེ་འདྲི་གཅིག་གསུང་བྱ། འདིའི་ནཱ་ལ་ལ་མཛད་པའི་མཐའ་ལ་གཞོལ་བ་ན་རྒྱལ་བ་འབྲོམ་གྱི་བསྙེན་ཁུར་དུ་གདུང་གི་སྲི་ཞུ་མཛད་པ་མཚོན་ཞལ་གཅིག་བདུད་རྩི་ལྷུག་པར་མཛད། ཆུ་བོ་པགས་ཤུ་འབབ་པའི་ཕྱོགས་དབུས་ཚངས་ཆོས་ཀྱི་ཞིང་ཁམས་དེར་ད་ལྟའི་བར་དུ་གདུང་གི་རྟེན་དད་ལྡན་མཆོད་པའི་རྟེན་དུ་བཞུགས་ཟེར་ང་ཚོ་ད་ཉི་ཐང་ལིའང་རིང་ནས་ས་ཆེ་སར་དུས་ཕྱིས་བར་དུ་བཞུགས་པ་དེ་རེད། ཇོ་བོ་རང་གི་གཟིགས་དཔེ་དང་སྲིན་ལི་གདུང་གི་མཆོད་རྟེན་གཙོས། ཉེས་བྱས་ཟ་མ་ཏོག་དང་བཅས་བྱིན་རླབས་གཟི་འོད་དགེ་ཆེན། འབར། བགྲང་བྱ་ཆུ་གཏེར་མིག་དང་བུ་གའི་རིང། ས་བོད་ལ་སྐུ་གདུང་དེ་ལོ་ག་ཚོད་རིང་བ་བཞུགས་ཡོད་མེད་དེ་རེད་བགྲང་བྱ་དེ། བགྲང་བྱ་ཆུ་གཏེར་མིག་དང་བུ་གའི་རིང་རིང་སའི་ཕུང་པོ་ལྷ་མིའི་མཆོད་སྡོང་ཆེ་ཆེ་བ་བཞི་སྟེ་ལམ་བགྲོད་ཇི་བཞིན་དུ་དུ་མའི་རབས་ལ་ཁྲི་ལས་ཀའོ་སྣང་བ་དཀར། སྐལ་དམན་བདག་དང་མངའ་བའི་ལམ་པོ་ཆེར་ཉེ་བ་དེ་སྲིད་ཁྱུ་གདུང་ནུབ་བེ་ཅོན་མངོན་སུམ་བྱིན་རླབས་གནས་པའི་ཕུན་ཚོགས་འདི་མ་ཐོབ་བློ་འགྱོད་རྟ་ཡིས་འཕངས་མ་སྲིད། ད་ནི་ཚེ་རིང་སྤྱན་སྔའི་གངས་རི་ལྷོ། གངྒཱའི་བུ་མོ་རྒྱ་མཚོར་འབབ་པའི་འགྲམ་བང་ག་ལ་ཡི་ཕྱོགས་སུ་གུས་འདུད་བཅས་བྱིན་རླབས་ཞུ་བའི་གདུང་དབྱངས་འདི་ལྟར་གསོལ་ཆེ། དུས་ཕྱིས་སུ་ཕྱོགས་གཅིག་པ་འདི་ཨ་ཏི་ཤའི། ཨ་ནི་སྐུ་གདུང་དང་ཏཱ་ཀུ་རི་ལ་སོགས་པ་དེ་ཡས་ཕྱོགས་གཅིག་པ་འདི་ཨ་ཏི་ཤ་རང་ཉིད་ཀྱི་སྐུ་དྲུང་ཡིག་བང་ག་ལ་ལ་འཕགས། ཨ་ནི་རྩིས་སྤྲད་པ་ཟེར་བའི་མིང་འདུག་གདན་དྲངས་པ་ཧོ་ད་ཏིའི་ཆེད་ནས་ག་ད་བོད་གངས་ཅན་གངས་ལྗོངས་ཀྱི་ད་གདུལ་བྱའི་བསོད་ནམས་ཀྱི་གོ་ག་ལ་ཡང་མ་ཞུགས་པ་ད་འདི་འདྲ་གི་སྐྱོ་བ་པས་མ་སྲིད་པ་བྱུང་གསུང་ཡ་གི། འོ་ད་གསུང་སྐད་ཤོད་ཡ་དེ་དེ་ལས་རེད་ད་དེ་ན་བྱིན་གྱིས། དེ་ལས་ཁ་གསལ་བ་དེ་གཞུང་དག་རང་ནང་བདེ་སྲུང་བྱ། འཕགས་ཡུལ་སྲིད་ཀྱི་རྒྱལ་མཚན་གྲོང་ཁྱེར་ནས་ཐུབ་པའི་རྗེས་བྲག་སློབ་དཔོན་གྲོགས་ཏི་ཡིས་ཕུལ་བྱུང་ཞབས་ཀྱི་རིང་བསྲེལ་སྤྱན་འདྲེན་པ་བརྡ་ཁྲིད་ཡི་གེ་བསླབས་ནས་ངེས་པ་རྙེད། དེ་ཚེ་བསྣན་པའི་མི་གནོད་ཡིད་ཀྱི་ཚུར་བགྱིས་དྲན་དད་པའི་རླབས་ཀྱིས་ཕྱག་བྱིན་གཡོ། བདག་ཅག་ཆོས་ཀྱི་སྐུ་དྲིན་ལྷུན་པོའི་དཔྱིད། ནོར་འཛིན་དབང་མོའི་ཕྲག་པར་ཇི་ལྟར་གསོས། རིང་བསྲེལ་ཆོས་འདུལ་གང་དུ་བཞུགས་པ་དེར་ཆོས་འབྱུང་བསྐུར་བའི་སྲི་ཞུ་དམ་མི་དང། མཐོང་ཐོས་རིག་པའི་སྐྱེ་འགྲོ་དད་ལྡན་རྣམས། བཀའ་གདམས་ཐིགས་པས་སྨིན་བྱེད་གྲོལ་གྱུར་ཅིག། ཅེས་འོ་འདི་གསུངས་ཤ་ད་ག་ད་མདོར་བསྡུས་པ་ཡིན་ན། ད་ལྟ་ཨ་ལགས་ཚེ་རིང་ཞབས་དྲུང་གིས་མཛད། ཚེ་རིང་ཞབས་དྲུང་གིས་ད་ལྟ་མཛད་པའི་འཇིགས་མེད་རིག་པའི་བློ་གྲོས་ཀྱི། རང་གི་བྱུང་བ་བརྗོད་པ། དད་དམ་རྣ་བའི་བདུད་རྩི་རྣམས་དེ་འདྲི་གསུངས་ཤ་ད་དད་དམ་རྣ་བའི་བདུད་རྩི། ཀུན་འདི་འཇིགས་མེད་རིག་པའི་བློ་གྲོས་ཀྱི་གསུང་པོད་པོད་དང་པོ་འདི་རེད་མཚོ་སྔོན་མི་རིགས་དཔེ་སྐྲུན་ཁང་ནས་རྒྱའི་གྱ་བདུན་ལ་ལ་པར་ཞེས་པའི་དེབ་གཟུགས་ཀྱི་ཤོག་གྲངས། བདུན་བརྒྱ་དགུ་བཅུ་གོ་དྲུག་གི་ནང་ལོགས་ལ། དཔེར་ན་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ལོའི་ང་ཚོ་བོད་ལོ་བྱ་བའི་ནི་མི་དྲུག་སྐྱེས་ཀྱི་རེད་ད་སྤྱི་ལོ་བྱ་བའི་ནི་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ལོ་རེད་ད་དྲུག་ཅུ་རེ་དྲུག་ནས་བདུན་ཅུ་དོན་དྲུག་བར་དུ་ལོ་བཅུའི་རིང་ཁ་བོད་གངས་ཅན་གྱི་ལྗོངས་ལ་ཡ་ད་རིག་གནས་གསར་བརྗེ་ཆེན་པོའི་གནས་ཚུལ་ཟང་ཟིང་དེ་བྱུང་བ་རེད། ད་དེ་ནས་བདུན་ཅུ་དོན་དྲུག་ལོ་ལ་རིག་གནས་ཚང་གཅིག་འཇུག་རྩོ་བ་རེད་འོ་ད་དེའི་དབྱར་ཁའི་ཉི་མ་གཅིག་ལ་ཡང་རྒྱ་གར་འཕགས་པའི་ཡུལ་ཟེར་ར་མེད་དོ་ད་དེང་སང་བྱས་བས་ན་བང་ལ་དེ་ཤི་བང་ག་ལའི་ཡུལ་གི་ད་ནང་པའི་ང་ཚོ་དགེ་སློང་དྲུག། དགེ་སློང་དྲུག་དེ་སའི་ད་རི་སྒང་གི་གཅིག་རྩེག་ན་ཡོད་པ་རེད་དེ་རེད། ཨོ་དགེ་སློང་དྲུག། ཨ་ནི་དཔལ་མཉམ་ཡིན། ད་ལྟ་ཇོ་བོ་རྗེ་པཱ་ནི་ཨ་ཏི་ཤའི་སྐུ་གདུང་ནི་གདན་འདྲེན་ཡག་གི་ཆེད་དུ་རྒྱ་ནག་གི་རྒྱལ་ས་པེ་ཅིན་ལ་ནས་སླེབས་པའི་སྐབས་དེ་དུས་ད་གནས་ཚུལ་དང་བརྡ་འཕྲིན་དེ་འདྲས་མཐོང་བྱུང། དེ་མཐོང་བ་ལ་བརྟེན་ནས་དཔལ་མཉམ་མེད་ཇོ་བོ་རྗེ་པཱ་ནི་ཨ་ཏི་ཤའི་རྗེས་སུ་དྲན་པའི་ནི་གདུང་ཡང་དད་པའི་འོ་ཚོད་ཕུལ་བའི་རྡ་སའི་ཟས་དེ་སྐབས་དེ་དུས་བརྩམས་པ་ཡིན་ཞེས་གསུངས། ཡང་དེ་ནང་བཞིན་གྱི་ཨ་ལགས་ཚེ་ལྡན་ཞབས་དྲུང་གིས་བརྩམས་པའི་བསྟན་རྩིས་གསལ་བའི་བརྡ་བཏགས་བསྟན་རྩིས་ཀུན་ལས་བཏུས་པའི་ནང་ལ། ད་བསྟན་རྩིས་ཀུན་ལས་བཏུས་པའི

ལྷན་ཅིག་ཀུན་ལས་བཏུས་པའི་དེའི་ནང་ལོགས་ལ་གར་གསལ་བར་བསམ་བས་ན་གསག་དང་གསུང་བྱ་གསག་དང་གསུང་ཡོན་ཏན་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་རེད་ད་བདུན་ཅུ་དོན་དྲུག་ལ་གནས་ཚུལ་གྱི་ཐོག་མར་གདན་བྲི་བའི་གི་གནས་ཚུལ་དེ་ཡིད་བྱུང་ད་དེ་ནས་དངོས་གཞི་གདན་བྲི་ཡང་དེ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོ་ལས་ཨ་ཏི་ཆོས་རྗེ་པནྡ་ཨ་ཏི་ཤའི་སྐུ་གདུང་དང་དེ་ནང་བཞིན་གྱི་ཆོས་ཡོན་སྐུ་ཆས་ལ་སོགས་པ་དེ་བརྒྱད་བརྒྱ་ག་ནི་བ་ག་ལ་ལས་གདན་དྲངས་པ་རེད།

ང་ལ་བཟའ་ཟླ་དེ་ནས་གཤམ་ལ་སྡེ་ཚན་དེའི་སྐོར་ལ་ཡིག་ཐོག་ཕེབས་པ་ན་ཤེས། ཁོང་ལ་ཕྱོགས་གཅིག་པ་གནས་ཏེ་ཤ་ཁུ་ཉེ་ང་ལས་བལྟས་པས། ནང་ད་དེ་ནས་འཕྲོས་ནས་སྡེ་ཚན་དང་པོ་དེ་ལ་ཕྱོགས་གཅིག་པ་གནས་ཏེ་ཤ་ཁུ་བཤིག་དུས་ལ་དཔྱད་པ། ཕྱོགས་གཅིག་པ་གནས་ཏེ་ཤ་དགོང་ལོ་ག་ཚོད་བཞུགས་པ་རེད་ཕྱི་ལོ་ག་དུས་དགོང་པ་རྫོགས་པ་རེད་དེའི་སྐོར་ཡང། བོད་དགེའི་མཁས་པ་རྣམ་པ་ཚོས་མཛད་པའི་གཞུང་དུ་མཛོད་དང་ཆོས་འབྱུང་དང་རྒྱལ་རབས་ལ་སོགས་པ་དུ་མཛོད་ནང་ལ་དེ་ཚོ་མ་འདུས་པ་ཡོད་རེད་འོ་དོ་ཚོ་རེད་ཨ་ནི་དཔྱད་པ་བྱས་ནས་ག་རེ་ག་རེ་གསལ་བ་འོ་ད་གཞུང་དུ་མཛོད་ནང་གཞི་བཞག་བྱས་ནས་རྣམ་པ་ཚོ་ལ། དེ་ཡང་ས་ག་སེར་དང་སེར་མེ་དུ་རྒྱས་པ་ཅིའི་བྱེད་པ་བྱས་ནས་ཤོད་ཅེས་པ། པ་འདི་ཡང་ཇོ་ཇི་པ་འདི་ཨ་ཏི་ཤ་སྐུ་གཤེགས་པའི་གཤེགས་ཚིག་རེད་ཡང་ད་བྱིས་པ་གཅིག་བསྟུན་འདྲ་པོ་ཅིག་ཡོད་མ་རེད། བྱིས་པ་གཅིག་བསྟུན་མེད་པ་ག་རེད་ཟེར་ནའམ་ཡིན་ན་ཐོག་མར་དེ་མིན་ན་ཨ་ལགས་ཚེ་བརྟན་ཞབས་དྲུང་གིས་མཛད་པའི་བསྟན་རྩིས་ཀུན་ལས་བཏུས་པ། ད་ཨ་ལགས་ཚེ་བརྟན་ཞབས་དྲུང་ཆིག་སྟོང་དགུ་བརྒྱ་བཅུ་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་དགུ་ཡི་གྱ་གྱ་ལྔ་ལོ་ལ་དགོངས་པ་རྫོགས་པར་ཁོང་གིས་མཛད་པའི་བསྟན་རྩིས་ཀུན་ལས་བཏུས་པའི་ཁུངས་འདིའི་དང་ད་མཚོ་སྔོན་མེ་རི་པི་སྒྲུས་ཁང་ནས་གྱ་གྱ་གཉིས་ལོ་ལ་པར་རིས་ཞུས་པའི་དེབ་གཟུགས་ཀྱི་ཤོག་གྲངས། ཡང་ནི་བརྒྱ་དང་ལྔ་བཅུ་ང་དགུའི་ནང་ལོགས་ལ། འདི་གསུངས་བྱ། ཡང་ནི་ཤིང་རྟ་ལོ་ལ་གསུངས་བྱ། ད་ཤིང་རྟ་འདི་ཆིག་སྟོང་བརྒྱ་མེད་ལྔ་བཅུ་ང་བཞི་ལོ་ལ། ཡང་ནི་ཇོ་བོ་རྗེའི་སྙན་ངག་ལས་འདས་པ་རེད། དེ་སྙན་ངག་ལས་འདས་པ་འདི་ད་ལྟ་ལས་ཆེན་ཀུན་དགའ་རྒྱལ་མཚན་གྱིས་མཛད་པའི་ཆོས་འབྱུང་གི་ནང་ལོགས་ལ་དབྱུ་གུ་ཟླ་བ། དབྱུ་གུ་ཟླ་བའི་ཚེས་བཅོ་བརྒྱད་གསུངས་བྱ་དབྱུ་གུ་ཟླ་བ་ཟེར་བ་མི་འདོད་བོད་ཟླ་དགུ་པའི་ཚེས་པ་བཅོ་བརྒྱད་ལ་དགོངས་པ་རྫོགས་པ་དང་དེ་ན་གཞན་གྱིས་ད་ལྟ་དེབ་སྟེང་སྔོན་པོའི་ནང་ལོགས་ལ་ཏུན་འབྲིང་གསུངས་བྱ་ཏུན་འབྲིང་བྱས་པ་ཡིན་ན་ང་ཚོའི་བོད་ཟླ་བརྒྱད་པའི། ནང་ལ་འཁེལ་ཡོད་རེད་བོད་ཟླ་བརྒྱད་པའི་ཚེས་པ་ཉི་ཤུ་ཉིན་མོ་དེ་དགོངས་པ་རྫོགས་པ་རེད་བསད་བཞག་བྱས་རྗེས་ཁག་གསུམ་ད་ག་ཆགས་སོང་ཨ། དེ་ནང་བཞིན་གྱི་ད་ལྟ་པཎ་ཆེན་བསོད་ནམས་གྲགས་པས་མཛད་པའི་བཀའ་གདམས་གསང་སྙིང་གི་ཆོས་འབྱུང་ཡིད་ཀྱི་མཛེས་རྒྱན་ནང་ལོགས་ལ་བལྟས་པ་ཡིན་ན། ད་པཎ་ཆེན་བསོད་ནམས་གྲགས་པ་མཆོག་འདི་ཆིག་སྟོང་བཞི་བརྒྱ་བདུན་ཅུ་དོན་བརྒྱད་ལོ་ལ་སྐུ་བཀྲོངས་ནས་ཆིག་སྟོང་ལྔ་བརྒྱ་ལྔ་བཅུ་ང་བཞི་ལོ་ལ་དགོངས་པ་རྫོགས་པ་རེད་ཁོང་གི་མཛད་པའི། བཀའ་གདམས་ཆོས་འབྱུང་ཡིད་ཀྱི་མཛེས་རྒྱན་འདི་ད་ལྟ་ང་ཡུལ་གྱི་འདི་དགོན་པ་ནས་ཉིས་སྟོང་བདུན་ལོ་ལ་པར་བཤུས་པའི་དེབ་གཟུགས་ཀྱི་ཤོག་གྲངས། དྲུག་པའི་ནང་ལོགས་ལ་ཕྱོགས་གཅིག་པར་གནས་ཏེ་ཞག་བརྒྱད་ལོ་དེར་ཡང་ཨ་ནི་དགུང་ལོ་བདུན་ཅུ་དུས་གསུམ་ལ་ཕེབས་པ། ལོ་དེའི་མིང་དེར་ཡང་ཨ་ནི་རྒྱལ་བའི་ལོ་ཟེར་གི། བོད་ལོ་བྱས་པ་ཡིན་ན་ཤིང་བུ་སྟེ། ཨ་ནི་དབྱུག་གུ་ཟླ་བའི་ཚེས་བཅོ་བརྒྱད་དབྱུག་གུ་ཟླ་བ་ཟེར་དུས་ང་ཚོ་བོད་ཟླ་དགུ་པའི་མིང་རེད་བ། བོད་ཟླ་དགུ་པའི་ཚེས་བ་བཅོ་བརྒྱད་ལ་རྙེད་སྟངས་ལ་ཡང་ཨ་ནི་དགོངས་པ་མྱང་རེ་བསྡད་པ་རེད། ཨ་ནི་དེ་ནས་ད་ལོའི་ས་མོ་གླང་གི་ལོ་དེ་ཡན་ཆད་ལ་ཡང་ཨ་ནི་ལོ་བཞི་བརྒྱ་དང་བདུན་ཅུ་དུས་ལྔ་ཕྱིན་པ་རེད་དགོངས་པ་རྫོགས་ནས་ཨ་ནི་དོན་གཙོ་དང་ད་ཆོ་རང་ཉིད་ཀྱི་བཀའ་ཐང་ལེགས་པ་རིན་པོ་ཆེ་རེད་དེ་ནང་བཞིན་གྱི་ཇོ་བོའི་ལམ་ཡིག་གསང་གོང་མ་རེད་དེ་ནང་བཞིན་གྱི་ཞང་ཤར་བའི་ལམ་རིག་བྱེད་བྱམས་པ་དོན་གཙོའི་དགོངས་པ་ཡིན་ཞེས་བྱ་གཞུང་མང་པོ་ཅིག་གི་ཁུངས་གཏུགས་ནས་འདི་གསུངས་ཡོད་རེད། དེ་ནང་བཞིན་དུས་འཁོར་ཁྲིག་གཅིག་གི་ནང་ལོ་ལེགས་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤས་ལྕགས་མོ་ཡོས་ཀྱི་ལོ་ལ་ཨ་ནི་བོད་ལ་ཡར་བསྟན་རྩིས་མཛད་པ་གསུངས་ཡོད་རེད་ཅེས་གསལ་བ་ནང་བཞིན་ད་ལྟ་ཉེ་དུས་ཀྱི་མཁས་པ་ཨ་ནི་དུང་དཀར་བློ་བཟང་འཕྲིན་ལས་མཆོག་གིས་མཛད་པའི་དུང་དཀར་ཚིག་མཛོད་ཕྱི་མའི་ནང་ལོ་ལེགས་འདི་གསུངས་བཞག། ད་དུང་མཁའ་འགྲོ་རིན་པོ་ཆེ་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་བདུན་ལོ་ལ་སྐུ་འཁྲུངས་ནས་ཕྱི་དུ་སྐུ་ཕྱི་དགུ་བརྒྱ་གོ་བདུན་ལོ་ལ་དགོངས་པ་རྫོགས་པར་བ། ཁོང་གིས་བསྩལ་བའི་དུང་དཀར་ཚིག་མཛོད་ཆེན་མོའི་ཁུངས་འདི་ད་ལྟ་ཀྲུང་གོའི་བོད་རིག་པ་དཔེ་སྐྲུན་ཁང་ནས་ཉིས་སྟོང་གཉིས་ལོ་ལ་པར་སྐྲུན་ཞུས་པའི་དེབ་གཟུགས་ཀྱི་ཤོག་གྲངས་ཉིས་སྟོང་ཉིས་བརྒྱ་དྲུག་ཅུ་རེ་དགུའི་ནང་ལོ་ལ་ཤིང་རྟ་ལོ་ལ་གསུངས་བྱ་ཤིང་རྟ་ལོ་ཟླའི་མཚན་གྱི་ཁོངས་ལ་ཞུས་པ་ན་གཞི་ཆིག་སྟོང་བརྒྱ་མེད་བཞི་བཅུ་ཆིག་སྟོང་བརྒྱ་མེད་ལྔ་བཅུ་ང་བཞི་ལོ་ལ་ཁེལ་ཡོད་པ་རེད། འོ་དེའི་བློ་ལ་ཨ་ནི་ཇོ་བོ་རྗེས་ད་ལྟ་རྙེད་ཐང་ལས་སྐུ་མྱ་ངན་ལས་འདས་པ་གསུངས་ཡོད་རེད་ཡིན་པ་ཡིན་ནས་ཨ་ནི་འགའ་ཤས་ཀྱིས་དགུང་ལོ་བདུན་ཅུ་རྩ་བརྒྱད་ལ་བདུན་རྩ་བརྒྱད་ལ་ཡོད་དུས་དགུང་ལོ་བདུན་ཅུ་དོན་བརྒྱད་ལ་ཕེབས་པ་ཨ་ནི་བོད་ལོ་བྱས་པ་ཡིན་ན་གསར་པ་སྤྱི་ལོ་བྱས་པ་ཡིན་ན་ཕྱི་ལོ་རྒྱ་མི་ལྔ་བཅུ་ང་དགུའི་ལོ་ལ་རྙེད་ཐང་ལས་ཨ་ནི་དགོངས་པ་མྱ་ངན་ལས་འདས་པའི་ཚུལ་མཛད་པ་རེད་ཅེས་དེ་འོ་ད་ཁོང་ལ་མཐུན་པ་དོན་དུ་བསྟན་པ་ཡིན་ན་ཤེས་པ། གོང་ལ་གསལ་བའི་ད་ཆོས་འབྱུང་དང་དེབ་དེ་ཁག་དོན་དུ་ན་ལོ་ལ་ཤེས་པ་མི་འདོད་པ་དེ་འདྲ་ཞིག་ཁ་ཤས་ཡོང་གི་འདུག་ད་དེ་ཡང་ཇོ་བོ་རྒྱ་གར་འཕགས་པའི་ཡུལ་ནས་བོད་གངས་ཅན་གྱི་ལྗོངས་ལ་ཚུར་ང་ནི་ཕེབས་ཐོན་གནང་ངའི་སྐབས་ལ་ཆོས་བྱེད་པ་གནས་དེར་ཞག་གོང་ལོ་ལྔ་བཅུ་ང་དགུ་རེད། དེ་ནས་བལ་ཡུལ་ལ་ཡང་ལོ་གཅིག་བཞུགས་པ་རེད་དེ་ནས་ཇོ་བོ་རྗེས་ད་ལྟ་བོད་ལ་ཕེབས་པའི་སྐབས་ལ་དགོང་ལོ་དྲུག་བཅུ་རེ་གཅིག་རེད། དེ་ཡིན་པའི་ཁུངས་འདི་ད་ལྟ་དགོས་ལོ་ཙཱ་བ་ཞུ་ནི་དཔལ་གྱིས་མཛད་པའི། དེབ་སྟེགས་སྔོན་པོའི་ནང་ལོགས་ལ། ད་ལྟ་དེབ་སྟེགས་སྔོན་པོའི་ཁུངས་འདི། འདི་རེད། དེབ་བསྟུད་མའི་གཉིས་ཡོད་པའི་ནང་བའི་ནས་སྟོད་ཆ་དེ་རེད། གཟི་རིལ་མེ་རི་བི་ཏྲི་ཀ་ནས། བརྒྱ་ཅུ་གྱ་བཞི་ལོ་ལ་པར་རིས་ཞེས་པའི་དེབ་གཟུགས་ཀྱི་ཤོག་གྲངས་སུམ་བརྒྱ་བཅོ་མེད་གསུམ་གྱི་ནང་ལོགས་ལ་ཨ་ནི་དེ་ལ་ཡང་ཇོ་བོ་རྗེ་ནི་ད་ལྟ་དགུང་གཉིས་ཆོད་པ་ལྟར་རེད། ད་ཇོ་བོའི་འཁྲུངས་པའི་དྲུང་ལོ་ང་ཚོ་ལོ་བདག་དེ་དགུང་གཉིས་ཆོད་པ་ལྟར་ལོ་ལ་འཁྲུངས་པ་རེད་ད་དེའི་སྤྱི་ལོ་བྱས་པ་ནི་གཅིག། ཕྱི་ལོ་དགུ་བརྒྱ་བརྒྱད་གྱ་གཉིས་ལོ་ལ་ཁེལ་ཡོད་པ་རེད། དགུ་བརྒྱ་བརྒྱད་གྱ་གཉིས་ལོ་ལ་ཇོ་བོ་དགོངས་ཉིད་རྟ། ཆོས་པ་རྟ་ལོ་ལའི་སྐུ་འཁྲུངས་པ་ཡིན་པ་ཡིན་ཙང་ཨ་ནི་དགུང་ལོ་ལྔ་བཅུ་ང་དགུ་ལ་ཕེབས་པ། ཨ་ནི་ལྕགས་པོ་འབྲུག། སྤྱི་ལོ་ཆེ་བས་ན་ཆིག་སྟོང་བརྒྱད་མེད་བཞི་བཅུ་ཐམ་པའི་ལོ་ལ། ཨ་ནི་རྒྱ་གར་ནས་ཚུར་ཆིབས་ཞལ་བསྒྱུར་ནས་ལྕགས་མོ་སྦྲུལ། ཆིག་སྟོང་བརྒྱ་མེད་བཞི་བཅུ་ཞེ་གཅིག་གི་ལོ་ལ། ཨ་ནི་བལ་ཡུལ་ལ་ཡང་བཞུགས། དེ་ནས་མངའ་རིས་ལི་ཡ་དང་ནི་ཆུ་བོ་རྟ་གཅིག་ཏུ་རྒྱ་མི་བཞི་བཅུ་ཞེ་གཉིས་ལོད་ལ་ཕེབས་པ་ཡིན་ཞེས་གསུངས་ཤག་དེ་ཡིན་དུས་ད་ལྟ་ཆུ་བོ་བོད་ལ་ཡང་ཕེབས་པའི་སྐབས་ལ་དགུང་ལོ་དྲུག་ཅུ་རེ་གཅིག་ཡིན་པ་ཆགས་བསྡད་ཡོད་རེད་དེ་ནས་བོད་ལ་ཡང་ལོ་བཅུ་བདུན་རེ་འགའ་བཞུགས་དེ་ཡིན་ཚུལ་བསྡོམས་པ་ཡིན་ན་དགུང་ལོ་བདུན་ཅུ་དོན་བརྒྱད་ཆགས་ཀྱི་ཡོད་རེད་དགུང་ལོ་བདུན་ཅུ་དོན་བརྒྱད་ལ་ཕེབས་པ་བོད་རོ་དེ་ས་ཕག་གི་ཡོད་རེད་ས་ཕག་དེ་གཅིག་ཏུ་རྒྱ་མི་ལྔ་བཅུ་ང་དགུ་ལོད་ལ་རེད་དེ་དུས་ཆུ་བོ་བྱིས་པ་འདི་ཨ་དེ་ཞག་དགུང་ལོ་བདུན་ཅུ་རྩ་བརྒྱད་བདུན་ཅུ་དོན་བརྒྱད་ལ་ཕེབས་པ་ལ།

དྲུག་པ་ནི་མ་བྱོའི་རྣམ་ཐར་གསལ་བ་དེའི་ནཱ་ལནྡཱའི་ཆོས་ཤིག་ཚིག་གོ་ལ་འདི་གསུངས་བྱ་ད་བྱང་ཆུབ་ལམ་གྱི་རིམ་པ་བཞི་བཤད་བྱས་པ་ཡིན་ན་གསུངས་བྱ་བྱང་ཆུབ་ལམ་རིས་ཀྱི་ཁུངས་འདིའི་ད་ལྟ་རྗེ་ཙོང་ཁ་པ་ཆེན་པོའི་གསུང་འབུམ་པོད་དཔག་རྩོམ་ལུང་མེ་རི་པི་ཏྲུ་ཁ་ནས་ཉིས་སྟོང་ལོ་ལ་བོད་རིགས་ཞུས་པའི་དེབ་གཟུགས་ཀྱི་ཤོག་གྲྭ་བཅུ་གཅིག་ནང་ལ་འདི་གསལ་བཞག། དེའི་ནང་ལོགས་ལ་གཞི་རྒྱ་ཆེ་བ་ཡིན་ན་ཇོ་བོའི་སྤྱི་ཡོངས་ཀྱི་རྣམ་ཐར་རྒྱས་པ་འདི་རྣམ་ཐར་གྱི་ཐང་སྟེ་ཡི་གེ་ཆེན་མོ་དང་པོའི་ནང་ནས་ནི་ཤེས་པ་ཆེ་བ་རེད་ཅེས་གསུངས་ཡོད་རེད། དེ་ནས་རྣམ་ཐར་ཆེན་མོ་གཞི་བཞག་བྱས་པ་ཡིན་ན་ནི་བོད་ལ་ཡང་ལོ་བཅུ་བདུན་བཞུགས་པར་གསུངས་ཡོད་རེད། དེ་བཞུགས་པར་གསུངས་བ་དེས་ཁུངས་ག་བར་བཅོལ་བ་རེད་ཟེར་ལབ་པ་ཡིན་ན་བསྟོད་པ་ལ་ཡང་ཁུངས་བཅོལ་ཡོད་རེད་བསྟོད་པའི་ནང་ལ་ག་རེ་གསལ་ཡོད་རེད་ཟེར་ལབ་པ་ཡིན་ན། ཁྱོད་ངའི་གསོལ་མ་སྤུ་རི་ཡིས་རྟོག་གེ་སྤར་བ་གསུངས་པ་ཚེ་ང་ནི་ལོ་ནི་ཉི་ཤུ་ན་བཅས་ཏི་སེའི་སྲས་ཡོད་རེད། དེའི་རྗེས་ལ་དེ་ནས་ལོ་གཉིས་འདས་པ་ན་བོད་དུ་ཕྱིན་པའི་དུས་སུ་ནི་ང་ནི་ལོ་ནི་བཅོ་བརྒྱད་ན་བྱས། ལུས་འདི་བོད་དུ་བཞག་ན་ནི་དགའ་ལྡན་གནས་སུ་འགྲོའོ་ཞེས་ཇི་སྐད་གསུངས་བཞིན་མ་འཁྲུལ་བར་གྱུར་བ་དེ་ནི་ངོ་ཚ་ཆེ་བྱས་སྲས་ཡོད་པ་ཡིན་ཙང་ཨོ་ད་དེ་ལ་ཡ། ཁུངས་བཅོལ་ནས་གསུང་གི་ཡོད་རེད། ད་དེ་མ་ཡིན་པ་གཅིག་དེའི་དང་ད་མང་ཐོས་བློ་གྲོས་རྒྱ་མཚོས་མཛད་པའི་བསྟན་འཛིན་གསལ་བའི་ཉིན་ཕྱི་ནང་ལ་གསལ་བ་དེ་རེད། ད་འང་མང་ཐོས་ཀླུ་སྒྲུབ་རྒྱ་མཚོ་མཆོག་དེའི་དཔལ་ས་སྐྱེས་པའི་མཁས་པ་ཆེན་པོ་ཁོང་གཅིག་སྟོང་ལྔ་བརྒྱ་ཉི་ཤུ་རྩ་གསུམ་ལོར་ལ་སྐུ་འཁྲུངས་ནས་ཆིག་སྟོང་ལྔ་བརྒྱ་དགུ་བཅུ་གོ་དྲུག་ལོར་ལ་དགོངས་པ་རྫོགས་པ་རེད་ཁོང་གིས་མཛད་པའི། བསྟན་འཛིན་གསལ་བའི་ཉིན་བྱེད་ཀྱི་ཁུངས་འདི་ལྟར་ན་བོད་ལྗོངས་མི་དམངས་དཔེ་སྐྲུན་ཁང་ནས་རྒྱ་གྱ་བརྒྱད་ལོར་ལ་པོ་རི་ཞེས་པའི་དེབ་གཟུགས་ཀྱི་ཤོག་གྲངས། བཞི་བཅུ་ཐམ་པའི་ལོ་ལ་ཨ་ནི་དད་ལོ་ནས་བཟུང་ཞག་ད་དད་ལོ་སོང་ཡང་དེ་སྟོད་པ་བཅོམ་ལྡན་འདས་མྱ་ངན་ལས་འདས་པའི་ལོ་ནས་མ་བརྩིས་པའི་ལོ་སུམ་སྟོང་བརྒྱ་དང་ཉི་ཤུ་རྩ་བདུན། དེའི། བོད་ལོ་བྱེ་བ་ནི་ཤིང་བུ་ལྟར་ལ་འཁེལ་གི་བར་སྤྱི་ལོ་བྱེ་བ་ནི་སྤྱི་ལོ་དགུ་བརྒྱ་དགུ་བཅུ་གོ་བཞི་ལོ་ལ་ཆོས་བྱེད་པ་འདི་ཨ་ཏི་ཤ་བྱོན་པ་རེད། ཤིང་རྟ་དེ་ནས་བརྩིས་པའི་ལོ་ལྔ་བརྒྱ་དང་བདུན་ཅུ་དུས་ཕྱིས་འདི་ཤིང་བུ་བྱི་བ་ད་རེའི་ལོ་དེ་འཁེལ་གི་བ་རེད་ད་ད་འདི་གསུང་གི་ཨ་མ་རེད་རྩོམ་པ་པོ་ཁོ་རང་གི་ལོ་དེ། ཁོང་གིས་ད་ལྟ་དགུང་ལོ་བདུན་ཅུ་དུས་གསུམ། ནུབ་ཐ་ཆོས་ཀྱི་པ་ནས་དེ་བཞིན་དགུང་ལོ་བདུན་ཅུ་དུས་གསུམ་ཨ་ནི་སྐུ་འཚོ་ཞེས་བཞུགས་པས་ཨ་ནི་ནཱ་ལ་ནས་དགུང་ལོ་དྲུག་ཅུ་རེ་གཅིག་ལ་ཕེབས་པ་ཨ་ནི་གཤེན་པོ་རྟ་ལོ་ལ་བོད་གངས་ཅན་གྱི་ལྗོངས་ལས་ཕེབས་པ་རེད། དེ་ནས་ལོ་བཅུ་གསུམ་བོད་ལ་བཞུགས་ནས་ཆུ་བོ་བརྟན་ཚེས་བཅོ་བརྒྱད་ལ་དགོངས་པ་རྫོགས་པ་རེད་གསུངས་ཤག་འདི་ཡོན་ཏན་ཇོ་བོ་རྗེའི་དགུང་ཟླ་ལ་སོགས་པ་དང་ཚུལ་ལ་ཡང་གཏད་ས་མ་མཐུན་པ་མང་པོ་ཡོད་པ་ཡིན་ཙང་དང་ཚུལ་ཡང་དུས་གསལ་སོ་སོར་བཞག་བྱས་པ་ཡིན་ཟེར་འདི་འདྲ་གི་དུས་ཚོད་མང་དྲགས་ཁག་ཅིག་ཡོང་གི་འདུག། ཡང་འདི་ནས་ད་ལྟ་གོང་ལ་ཞུས་པ་ན་ཤེས་རིག་དཔལ་གྱི་སོ་ནམ་དྲེགས་པས་མཛད་པའི་བཀའ་ཐང་སེམས་ཉིད་ཆོས་འབྱུང་ཡིད་ཀྱི་རྩིས་ཀྱི་ཐ་ཁུངས་དང་གྲོང་ལ་ཚང་གཅིག་པ་བྱས་འདི་ནང་ལོགས་ལ་ཨ་ནི་དགུང་ལོ་བདུན་ཅུ་དུས་མཚུངས་ལ་ཕེབས་པ་ཆུ་བོ་བསྟན་ཆུ་བོ་རྟ་དེའི་དར་མདའ་གཅིག་བརྡུང། འོ་དེའི་ད་ལྟ་དབྱུ་གུ་ཟླ་བའི་ཚེས་བཅོ་བརྒྱད་བཟོས་དུས་བོད་ཟླ་དགུ་པའི་ཚེས་པ་བཅོ་བརྒྱད་ལས་ཨ་ནི་གཉན་ཐང་ལ་དགོངས་པ་རྫོགས་པ་རེད་ཟེར་ཁྱེད་ཚེས་ཉི་ཤུ་ལས་ཨ་ནི།

དེ་ལས་ཡང་དག་དེ་སྟེང་སྔོན་པོ་ཀུན་ལ་སྤྱོད་བྱ་དེ་སྟེང་སྔོན་པོའི་ནང་ལ་ཀུན་སྤྱོད་པ་དང་མ་ཟད་དེ་སྟེང་སྔོན་པོ་ལ་སོགས་པ་དུ་དུ་ན་རོ་ལ་ཆོས་གཅིག་སྤངས་ཏེ་ཨ་ཏི་ཤྭ་བོད་མདོ་དགུ་པའི་ཚེས་པ་ཉི་ཤུ་ལ་ཨ་ནི་དགོངས་པ་རྫོགས་པ་རེད་ཟེར་ཏེ་མ་དག་པ་རེད་ད་མ་དག་པའི་ཚིག་དེ་དགོངས་ལོ་མང་ཆད་ཀྱི་ཚེས་པ་བཅོ་བརྒྱད་ལ་གཤེགས་པ་རེད་གསུང་གི་འདུག་དགུ་བརྒྱད་བོད་མདོ་དགུ་པའི་འོ་དེ་འདོད་ཀྱི་ཡོད་རེད་དེ་འདྲ་བྱས་ནས་གང་ལྟར་ཆོས་གཅིག་སྤངས་ཏེ་ཨ་ཏི་ཤྭ་མངའ་རིས་ལ་ཡང་ད་ལྟ་ཐུ་ལིན་གྱི་གཙུག་ལག་ཁང་ལ་ད་ལྟ་ལོ་ཆེན་རིན་ཆེན་བཟང་པོ་དང་ཐོག་མར་མཇལ། རྡོ་རྗེའི་རིན་ཆེན་བཟང་པོ་དང་མཇལ་བའི་སྐབས་ལ་ད་ལྟ་འབད་དམ་ཡང་ན་སྤེལ་བའི་བཀའ་མཆིད་ཧ་ཅང་མང་པོ་གནང་བྱས་ཨ་ནི། རྡོ་རྗེ་རིན་ཆེན་བཟང་པོས་ཨ་ནི་ད་ལྟ། རྡོ་རྗེ་རིན་ཆེན་བཟང་པོས་ཨ་ནི། དེའི་དོན་དག་གདོན་མཚོན་ད་ལྟ་སྟན་ཐོག་གཅིག་ལས་ཨ་ནི་ཉམས་སུ་ལེན་པ་ཡིན་ན་ག་འདྲ་སྲིད་ཅེས་གླེང་དགོས་རེད་ག་ས་ཉམས་སུ་ལེན་དགོས་རེད་ཅེས་ཞུས་པའི་སྐབས་ལ་ཨ་ནི་སོ་སོའི་གྲུབ་མཐའ་ནས་ཤེས་པ་ནང་བཞིན་ལེན་དགོས་རེད་ཅེས། ཆུ་བོའི་བཀའ་འདྲི་ཞུས་པའི་སྐབས་ལ་ཨ་ནི་ན་ད་ལོ་ཙཱ་བ་རིན་ཆེན་བཟང་པོས་སོ་སོའི་སྒྲུབ་ཐབས་ནས་ཨ་ནི་ག་རེ་བཤད་པ་ནང་བཞིན་ཁ་སོ་རེ་ཉམས་ལེན་བྱེད་དགོས་རེད་ཞུས་པའི་སྐབས་ལ་ཨ་ནི་ཆོས་རྗེ་དཔལ་ལྡན་ཨ་ཏི་ཤ་གིས་ལོ་ཙཱ་བ་རིན་ཆེན་བཟང་པོ་དེའང་ཨ་ནི་ལོ་ཙཱ་བ་དབང་པོ་རྟུལ་པོ་རེད་བྱས་ང་བོད་དུ་ཡོང་དགོས་པ་དེ་དངོས་གནས་ངེས་པར་དུ་ཡོང་དགོས་པ་ཆགས་ཤག་ཐབས་གཅིག་གི་སྟེང་དུ་ཐམས་ཅད་མ་ཚང་བ་མེད་པ་ཉམས་སུ་བླངས་པས་ཆོག་གསུངས་པ་རེད། ནི་དུས་ཕྱིས་ཀྱི་ད་ལྟ་མཁས་གྲུབ་ཆེ་ལ་སོགས་པ་དེ་ན་ཞིག་གི་བུ་དོན་གྱི་གསུང་གི་ན་རོ་ལས་དེ་འདྲས་བདེན་པ་ཡིན་པ་ཡིན་ན་ལོ་ཙཱ་བ་དབང་པོ་རྟུལ་པོ་མ་རེད་ཇོ་བོ་དབང་པོ་རྟུལ་བ་རེད་གསུང་པ་ན་ཞིག་ཆགས་བསྡད་ཡོད་རེད་གཏམ་དེ་ད་ལྟ་ལམ་ཡིག་གི་ཡི་གེ་མ་དག་པ་ཆགས་བསྡད་ཡོད་རེད་དེ་འདྲས་མིན་པ་ཡིན་པ་ཡིན་ན་ད་ལྟ་ལྷ་བཙུན་གྱི་བདག་གཅེས་རེད་ཟེར་ད་དེ་ན་ཞིག་གི་རྒྱུད་གསང་བ་འདུས་པ་ལས་མོས་པ་ཡོད་དེ་དང་གོ་བདེན་པའི་ཉམས་ལེན་ཅིག་ཡང། ད་ནི་ནཱ་ར་ནཱ་ཅི་སོ་འདི་ཞུས་པའི་སྐབས་ལ་སྤྱན་རས་གཟིགས་བསྒོམ་པར་ཡང་གསང་འདུས་སྟེང་ནས་མ་ཎི་དྲོངས་གསུངས་པ། འདྲི་གིར་བ། འདིས་མ་གསུངས་པ་བཅས་གསང་འདུས་ནས་བཤད་པའི་སྤྱན་རས་གཟིགས་ལས་གཙོ་བོ་འཕོ་བའི་སྒྲུབ་པ་དང་ཡེ་ཤེས་ཞབས་ལུགས་ལ་ག་རེ་གསལ་བ་ནང་བཤད་ཀྱིས་གནང་བ་རེད། རེད་གསུངས་ཡོད་རེད་ཡིན་པ་ཡིན་ནའི་ད་ལྟ་ཁོ་བོ་ནི་ཨ་ནི་ཇོ་དང་ལོ་ཙཱ་བ་གཉིས་ཀའི་གསུང་ལས་ཨ་ནི་གནད་ཀྱི་སྙིང་པོ་ལན་ཤེས་པ་ཡིན་ན་ཨ་ནི་འགལ་བ་ཡོད་མ་རེད་ཅེས་ངས་འགལ་བ་ཡོད་མ་རེད་བསམ་གྱི་འདུག་ཟེར་ཏེ་གསུངས་ཀྱི་འདུག། ཕལ་ཆེར་ནི་ཨ་ནི་ལོ་ཆེན་རིན་ཆེན་བཟང་པོ་སྐུ་རུང་བརྒྱད་ཅུ་གྱེས་སྔར་བསྡད་པ་ཅིག་ཨ་ནི་ཇོ་ཅེས་པ་འདི་ཨ་ཏི་ཤའི་སྐར་མདའ་ཆོས་རྗེའི་ཐུགས་རྗེའི་བཀའ་དྲིན་ལས་དེ་ནས་སྒྲུབ་པ་ལས་བཅུ་བརྒྱད་དེ་ནས་དགུང་ལོ་དགུ་བཅུ་གོ་བརྒྱད་བར་དུ་ཨ་ནི་རྡོ་རྗེ་རིན་ཆེན་བཟང་པོས་སྒྲུབ་པ་གཙོ་བོར་མཛད་ཅིང། ཀླུ་བཀའ་རྒྱས་བཏུལ་བ་ལ་སོགས་པ་དང་དུ་ཨ་ནི་སྒྲུབ་པ་མཛད་པའི་རིང་ཀ་མན་འགྲོ་གསུམ་གྱི་ཐུགས་བསྲུང་བྱས་ད་དེ་ནས་བྱུང། ད་ལྟ་རྒྱ་གར་ལ་ཨ་ནི་ཞག་མ་བཞིའི་རྗེས་ལ་བར་ཕེབས་པས་ཕེབས་བརྩིས་གནང་བའི་སྐབས་ལ་ཨ་ནི་འབྲོམ་སྟོན་རྒྱལ་བའི་འབྱུང་གནས་དགུང་ལོ་གསུམ་སོ་བརྒྱར་ཕེབས་པ་གཅིག་དང་མཇལ་ནས་ཨ་ནི་བདག་གིས་ཨ་ནི་སྔེ་དམག་གི་ཆོས་ལམ་དུ་ཨ་ནི་ག་འདྲས། ཕྱི་མ་བློ་ཟད་ནས་འདི་ཟེར། དེ་ནས་སྒྲོམ། བདག་གིས་སྔར་གྱི་ཆོས་ལམ་དུ་ཇི་ལྟར་སོང། ཞེས་པ་སོགས་དྲི་བ་གསུམ་ཞུས། ཁྱོད་ཀྱིས་སྔར་གྱི་བླ་མའི་ཕྱག་ཕྱིར་རྒྱལ་བ་ཀུན་ལམ་དུ་སོང། ད་ཁོ་བོ་ལ་ཡི་དམ་གྱི་ལུང་བསྟན་པའི་སློབ་མ་ཡིན་གསུངས་ཐུགས་ཡིད་གཅིག་ཏུ་འདྲེས། ཇོ་བོ་ཡབ་སྲས་མཇལ་བའི་ལོ་འདི་དེབ་སྔོན་སོགས་ལས་བྱ་ལོ་ཡིན་ཞེས་བཤད་པ་ནི། འབྲོམ་རང་གི་ལམ་ཡིག་ལ་མ་དཔྱད་པའི་གཏམ་དེ་འབྲོམ་སྟོན་པ་རྒྱལ་བའི་འབྱུང་གནས་ཀྱིས་མཛད་པའི་ཇོ་བྱི་དཔལ་ལྡན་ཨ་ཏི་ཤའི་རྣམ་ཐར་ལམ་ཡིག་ཆོས་ཀྱི་འབྱུང་གནས་ལས། ཆུ་བོ་སྟག་ལ་ཁ་བ་ཅན་དུ་བྱོན། ཟླ་བ་དགུ་རུ་མངའ་རིས་སྟོད་དུ་བཞུགས། རྒྱལ་པོའི་ཐུགས་དགོངས་ཐམས་ཅད་རྫོགས་པར་མཛད། ཟླ་བ། རྡོ་རྗེས་ཟླ་བ་གསུམ་དུ་གཙང་རྣམས་བསྒྲིམས། ཀུན་ཏུ་སངས་རྒྱས་བསྟན་པ་དར་བར་མཛད། ཐང་ཆེན་རྣམས་སུ་ཟླ་བ་བརྒྱད་ཙམ་བཞུགས། དམ་པ་རྣམས་ཀྱིས་ཐུགས་དགོངས་རྫོགས་པར་མཛད། ཞག་རེ་ཞག་གཉིས་བར་མའི་རྩིས་པའི་སར། ཟླ་བ་བཞི་ཙམ་གཞན་སྡོད་དཔག་མེད་མཛད། དེ་ལྟར་ལོ་གསུམ་སོང་ནས་གཉིས་ཐང་དུ། བཞུགས་ཐེབས་གསུམ་ལ་ཟླ་བ་དྲུག་ཙམ་འདས། ཡིད་པའི་གནས་སུ་ཟླ་བ་གཉིས་བཞུགས་ཏེ། ལྷ་ས། རྒྱ་སར་སྒང་དང་སྟོན་ལུང་སོགས་ཕྱོགས་ཕྱོགས་བར་མའི་རྣམས་སུ་ཟླ་གཅིག་འདས། དེ་ལྟར་ང་ལ་བརྟེན་ནས་ལོ་དགུ་ཐང། ཁུ་ལ་བརྟེན་ནས་ཟླ་བ་བརྒྱད་དང་ནི། བར་མའི་རྣམས་སུ་ཟླ་བ་དགུ་ཙམ་དང་གཙང་གི་ཕྱོགས་སུ་ལོ་གཉིས་ཉེ་བར་གནས། དྲི་བའི་དགོངས་ལོ་བདུན་ཅུ་དུས་གཉིས་པའི་རྟ་ཕོ་དབྱུག་གི་ཚེས་གཅིག་ནས་བརྩམས་ནས་བཅོ་བརྒྱད་བར་དུ་སྨྱུང་ཚུལ་བསྟན་པ་ལ་འབྲོམ་སྟོན་ཁོ་ན་དྲུང་དུ་མཆིས་པ་ཡིན། འདི་འདས་པ་ཡིན་ན་དགོངས་ལོ་དྲུག་བདུན་ཅུ་དུས་གཉིས་བཞུགས་པས་ནི་ད་ལྟ་རྟ་ཕོ

དེས་ན་ཤིང་གི་ཨེ་ནི་ཁུ་ཏའི་བརྩོན་འགྲུས་གཡུ་འབྲུག་གི་ཐོན་སྐྱེད་ཆགས་ནས་ཟླ་བ་བརྒྱད། ཨེ་དེ་མ་ཡིན་པའི་བར་དུ་ཕེབས་པའི་བར་མའི་གི་ཞག་ས་ལ་ཡང་ཟླ་བ་བཞི་ཆད་དོ་སྡོམ་པ་ཡིན་ན། ང་ཚོ་དབུས་ལ་ཡང་ལོ་བཅུ་དང་གཙང་གི་ཕྱོགས་ལ་ཡང་ལོ་གཉིས་ཆད་ལོ་བཅུ་གཉིས། བཞུགས་པ་འདི་གསུངས་པ་འདུག་ག་དེ་ནས་མངའ་རིས་ལ་ཡང་ལོ་གཅིག། མ་གཏོགས་ཕ་ཆེན་མོ་བཞུགས་པའི་ཟུར་གཅིག་ཆགས་ཀྱི་ཡོད་རེད། དེ་འདྲ་བྱས་པ་ཡིན་ན་སྟག་ལོ་ནས་བྱ་ལོའི་བར་ལ་ཡང་ལོ་བཅུ་བཞི། ཁ་སང་ལོ་བཞིའི་རིང་ག་མངའ་རིས་ལ་བཞུགས་པ་དེ་འདྲ་བྱེད་དགོས་ཀྱི་ཡོད་རེད་དེ་འདྲ་ཡིན་དུས། ཚིག་དང་ལོ་དུ་ནི་ཙི་དང་ཟླས། མ་བསྟན་པ་ཡོང་གི་འདུག། སྤྱིར། ཆོས་རྗེ་དཔལ་ལྡན་སྲིད་ཞབས་ཁོང་ནི་བདུན་ཅུ་དོན་གཉིས་ལ་ཕེབས་པ། ཨ་ནི་ཤིང་རྟ་ལོ་གཅིག་སྟོང་བརྒྱ་མེད། ལྔ་བཅུ་ང་བཞི་ལོའི་བོད་ཟླ་དགུ་པའི་ཚེས་བཅོ་བརྒྱད་ལ། ད་ལྟ་སྙེ་ཐང་ལའི་དགོངས་པ་རྫོགས་པར་གསུང་དགོས་ར་ལྟ་སྟེ་དཔལ་ཚེ་གྲགས་ཆེ་བ་དང་མང་ཆེ་གི་ཞལ་མཐུན་པ་ར་བ་དེ་འདི་རེད། ཨོ་ད་འདི་ཡན་ཆད་དེ་ག་ད་དུ་ངོ་ངོ་རེ་ཤོད་དེ་ཕྱོགས་གཅིག་པ་གནད་དེ་བཞག་ཡ་ནི་གཉིས་དང་ལས་གོང་བུ་རྩོལ་བའི་ཚུལ་བསྟན་པའི་རྣམ་ཐར་དང་དེ་ནས་འཕྲོས་ཀྱིན་ཕྱོགས་གཅིག་པ་གནད་དེ་བཞག་ཡ་ནི་དགོངས་ལོ་ག་ཚོད་ཤོད་པ་རེད་ཡ་ནི་ག་དུས་གོང་བུ་རྩོལ་བ་རེད་དེའི་སྐོར་ལས་བོད་ཀྱི་མཁས་པ་རྣམ་པ་ཚོས་ཡ་ནི་རྒྱལ་རབས་ཆོས་འབྱུང་དེ་འདི་ག་དུ་འཛོམས་ན་ཡ་ནི་མ་བསྟུན་པ་ག་རེ་ག་རེ་གསུང་གི་འདུག་འདི་ཚོ་ཁུངས་མི་བཅོལ་ནས་ག་རེ་གསལ་བ་དེ་རྣམ་པ་ལོར་ངོ་རེ་ཤོད་ཡ་དེ་སྡེ་ཚན་དེ་འདས་མཚམས་བཞག་ཡིད་བརྟན་ཅིག་གྲུབ་བྱས་ད་དེ་ནས་མ་ད་ད་སྡེ་ཚན་ནི་ཉི་མ་གཉིས་གསུམ་གྱི

ཆོས་སེམས་འགྲེལ་གྱི་བརྒྱུད་པ། ག་འདྲ་ག་འདྲ་བྱུང་ཡོད་མེད་དེ་ནས་གཤེན་གྱི་ཆོས་རྗེའི་དཔའ་འདི་ཨ་ཏི་ཤས་ཨ་ནི་རྣམ་དག་མང་པོ་གྱེར་དུས་སུ་འདི་འདྲའི་ཆོག་སྒྲིག་མང་པོ་བྱས་པ་རེད་འོ་ད་དོན་ཚོ་སུས་བཙལ་ཡོད་མེད་དོན་ཚོའི་ནང་ལ་ག་རེ་ག་རེ་གསལ་ཡོད་མེད་ངོ་སྤྲོད་ཞུ་ཡ་གཅིག། དེ་ནས་གཤེན་གྱིས་ཨ་ནི་ཆོས་དང། ད་ལྟ་བླ་མའི་བ་རུ་ཡང་ཡང་བལྟས་ཚེ་མ་ཐོས་པ་དེ་འདྲ་མང་པོ་ཡོད་རེད་ཇོ་བོ་རྗེ་ལ་ཡང་མ་མི་མཛད་གསུང་གི་རེད་དེ་མ་མི་མཛད་ཡེ་ཤེས་དང་མ་མི་མཛད་བཟང་པོའི་བར་ཡང་ཡང་ནི་གང་ཟག་གཅིག་དང་ས་དེ་ག་རེ་ཡིན་མིན་ལ་སོགས་པ་དོན་ཚོད་སྐོར་དེ་འདྲ་མ་ཟག་ཅིག་ཁ་ཤས་ཡོད་རེད་ད་དེ་སྔ་སོ་དེ་མ་དོར་དེ་འདྲ་གཅིག་ན་རོ་ལ་རེ་རེ་བྱས་གྲུབ་འགྲོ་གི་རེད་དེ་དོན་འདྲ་བྱེད་མེད་ན་རོ་ལ་ཡང་ང་ཚོ་ཁ་སྐོང་བཞུགས་པ་ཡ་དེ་ཡེ་ཤུའི་ནི་བ་ཇི་ལྟ་བ་དང་པོའི་ཚེ་བ་བཅོ་ལྔའི